ད་དེ་རིང་ངས་འདི་ལ། གསལ་བཤད་གཉིས་དང། སེམས་གཏམ་གཅིག་ལ་ཡི་གེ་བརྙན་འདི་འདྲ་ཅིག་བཟོ་འོ་གས་སོ་ད་དེ་རིང་ཉི་མ་མཐའ་མ་རེ་ཆགས་དེ་ཡོག་བ། ཨ། ད་དེ་ག་རེ་ལབ་ན། ཉེ་ཆ། ད་མི་མང་པོ་ཅིག་ང་ལ་སྐད་ཐོག་གི་འབྲེལ་བ་བྱས་ནས། ད་དེ་འདྲ་དཀྲོག་གཏམ་འདི་འདྲ་མང་པོ་ཅིག་བྲོ་དེ་ཤ་ད་དེ་ཚོ་ལ་གསལ་བཤད་བྱས་ན་ཡག་གོ་འདུག། ཨ། ལབ་ཙང་ཨ་ནི་ངས་འདི་ལ་གསལ་བཤད་གཉིས་ཞུ་འོ་གས་སོང་གསལ་བཤད་དང་པོ་དེ། ད་ངས་མ་ག་དུས་ན་ད་ང་ཚོ་སླབ་གྲ་དོག་ལ་ཡོད་དུས་ཡིན་ས་རེད་བ་གནས་ཚུལ་འདི་སྐོར་ལ་ངས་ཉེ་ཆམས་ཞིག་གོ་མྱོང་བ་མེད་རེད་བ་ངས་མ་དེ་འདྲའི་ཧ་གོ་མེད། ད་ངས་མ་ཨ་ཚོགས་གླུ་འཁོར་འཇམ་ད་ད་འདྲ་འདོད་མེད་ཀྱི་རྒྱུན་ལས་ཀྱི་ད་སྤྱི་འཐུས་འོས་མི་ལ་ལངས་ཡག་གི་ཐུགས་གཤོང་དེ་ནང་ལོག་ནས་མ་འཐེན་པ་དང། མི་ཁ་ཤས་ཅིག་གིས་ད་སྙན་ཞུ་ཅིག་ཕུལ་ས་རེད་འདོད་མེད་རྒྱུ་འབྲས་ལ། ད་དེ་འདྲས་ཕྱིན་ན་ཨ་ནི་ཡོང་གི་མ་རེད་ང་ཚོ་ཡིན་ན་འདོད་མེད་ཀྱི་རྒྱུ་འབྲས་ནང་ལོགས་ནས་མ་ཐོན་འགྲོ་གི་ཡིན། དེ་འདྲས་ཀྱི་སྙན་ཞུ་ཅིག་ཕུལ་ཡོད་ས་རེད་རོ། ད་ཏི་ཀོ་ལ་ངས་སྔས་མ་ཧ་གོ་གོ་མྱོང་མེད་ད་ངས་ཆ་ལང་མ་ཞིག་གོ་མ་སོང་རོ། ད་ལྟའི་གི་གནས་ཚུལ་དེ་ཡི་ནང་ལོ་ལ་ང་རྩ་བ་ཉིད་ནས་ཡོའོ་མ་རེད་དེ་གི་ནང་ལོ་ལ་ང་འཛུལ་ཞུགས་བཅས་ཕྱི་ཡོའོ་མ་ང་སྐབས་དེ་དུས་ཆུང་ཆུང་རེད་བླ་བྲང་ནང་ལ་ཡོད་དུས་སྐབས་འགྲོགས་ཅིག་ཡིན་ས་རེད་ད་ལྟའི་མི་རྒན་རབས་ཁ་ཤས་ཅིག་གི་སྣང་ཞར་བ། ད་ངས་ཉེ་ཆར་དེའི་སྐོར་ལ་ཕ་ད་རྩད་གཅོད་སྒྲུག་ཅིག་བྱས་ནས་དེ་གི་གནད་དོན་གོ་བ་ལ་ཐུག་དེ་ཞར་དེ་ཚོ་ཅིག་ཧ་གོ་ཡ་བྱེད་དོ། མི་ཁ་ཤས་ཅིག་ལ་འབྲེལ་བ་བྱས་ནས་ད་ཞིབ་ཕྲ་གི་གནས་ཚུལ། དེ་གནས་ཚུལ་འདི་འདྲིར་བཞག། རྟགས་སྔས་མ་སྐབས་དུ་དུས་གྲོགས་གཅིག་འདུ་ན་མ་རྟགས་འདོད་མོད་རྟགས་ཆོ་ག་སོ་སོ་སོ་སོ་གི་རྟགས་སྤྱི་ཏི་འོས་མི་སུ་ཡིན་པའི་ན་རྟགས་ཐོ་གཞུང་གཅིག་དོན་ཡག་གི་དེ་ཡོད་ས་རེད། འགྲོ་སྟངས་དོགས་གཅིག་ཡོད་ས་རེད་བ། རྟགས་འདོད་མོད་ཆོལ་ཁ་གི་དང་པོ། རྟགས། མང་ཚོགས་ནང་དོགས་ལ་བསམ་ཚུལ་བསྡུ་རུབ་བྱས་ཏེ་རྟགས་མཐའ་མ་དེ་ལ་མི་བཅུ་ཡིན་ན་རྟགས་སྤྱི་ཏི་གི་འོས་མི། བཅུ་ཡིན་ན་ཉི་ཤུ་ཡིན་ན་གཅིག་གི་ཐོ་གཞུང་གཅིག་དོན་ཡོད་ས་རེད་དེའི་ནང་དོགས་ལ་ཨ་ནི་ཀླུ་མཁར་བྱམས་ཡ་ཡ་ཚ་ལེ་ཡོད་ས་རེད་བ། ཨཱ་ནི། གདོད་མའི་རྒྱུན་ལས་ཀྱི་ད་ད་ད་གདོད་མའི་ཆོ་ག་འདྲ་ཅིག་ཡིན་ན་ཨཱ་ནི། ལངས་ཕྱོགས་དེ་དབུ་མའི་ལམ་རང་ཡིན་ཙང་ཨཱ་ནི་གློ་བུར་རྒྱབ་ཀྱི་ལངས་ཕྱོགས་དེ་རང་བཙན་ཡིན་ཙང་ཨཱ་ནི་དེའི་ནང་ལ། ཐོ་གཞུང་འདི་དུ་མ་བཏོན་གྱི་ཡིན་ལབ་ནས་བཏོན་ཡོད་ཚད་རེད་རོ། དེ་གི་རྗེས་ལ་ཨཱ་ནི། གདོད་མའི་གི་ད། ཤེས་ཡོན་པ་ཁ་ཤས་ཅིག་གིས་ད། ད་དེ་འདྲའི་བྱས་ན་འགྲིག་གི་མ་རེད་དོན་མེད་ཆོལ་ཁ། ཆོལ་ཁ་ཁོ་རང་སྐྱིད་སྡུག་འདྲ་བོ་ཅིག་ཡིན་དུས་ཙམ་པ་ད་ཁོ་རང་གཞུང་ཁོ་རང་ཆོལ་ཁ། གཞུང་ཁོ་རང་གིས་ད། ལངས་ཕྱོགས་གཅིག་སེམས་གཏིང་ནས་ཡོང་གི་མ་རེད་ཟེར་བ། དེ་འདྲ་ཡིན་དུས་ཙམ་པ་ད་དེ་འདྲའི་བྱེད་ཀྱི་ཡིན་ན་ཨ་ནི་ང་ཚོ། ད་དོན་མེད་ཀྱི་རྒྱུན་ལས་ནང་དུ་ནས་མ་ཐོན་འགྲོ་གི་ཡིན་ལབ་ནས་དེ་འདྲའི་འགྲོ་བོ་ཅིག། སྙན་ཞུ་འགྲོ་བོ་ཅིག་གང་ལ་ད། ས་རྟགས་བརྒྱབ་ནས་ས་ཡིག་བརྒྱབ་ནས་ཡ་ཕོད་ཟེར་ད་གནད་དོན་དེ་འདྲའི་འགྲོ་བོ་ཅིག། ད་དེ་ཡི་ནང་ལ་ད་ང་འདུག་ལ་ནི་དེ་འབྲེལ་གྱི་དཀྲོག་གཏམ་ཤུགས་ཆེན་པོ་ཅིག་འགྲོ་བསྡད་ཡོད་ས་རེད་དེ་ནས་བཟུང་ད་མི་མང་པོ་ཅིག་ང་ལ་འབྲེལ་བ་བྱས་ནས་ད་དེ་གང་ལ་གསལ་བཤད་ཅིག་བྱེད་ཐུབ་ན་ཡག་པོ་འདུག་ཟེར་བ། དེ་འདྲའི་མི་མང་པོ་ཅིག་གིས་ལ་ཙང་ཨ་ནི་ངས་དེ་ལ་གསལ་བཤད་བྱེད་གི་རེད་ང་དེ་ནང་ལ་མེད་ལ་ཡོད་ང་སྐབས་དེ་དུས་ཆུང་ཆུང་རེད་ད་སླབ་གྲྭ་འགྲོ་ལ་ཡོད་དུས་སྐབས་འགྲོ་ཅིག་ཡིན་ས་རེད་རེད་བ། དེ་འདྲའི་ད་དེ་ཡི་ནང་ལ་འཛུལ་ཞུགས་ཆེ་ཡོད་རེད་ལ་ཡ་ཅིག་ཡོད་རེད་བ་ད་དེ་དཀྲོག་གཏམ་རང་རེད་ལ་ཡོད་རེད་བ། ང་རྩ་བ་ནས་དེ་ནང་ལ་ཡོད་མ་རེད་ཨ་ནི་ད་དཀྲོག་གཏམ་བཟོ་ཉུལ་དེ་བཟོས་ཡོད་ན་ད་དེང་སང་དཀྲོག་གཏམ་དེ་འདྲ་འདྲ་མ་འདྲ་དེ་འདྲ་བཟོས་ཡོང་གི་འདུག་བ། ད་དཀྲོག་གཏམ་དེ་གི་འབྱུང་ཁུངས་དེ་ཅིག་ཧ་གོ་གི་ཡིན་ན་ད་ཡང་ཡ། འོས་བསྡུ་ལས་དགོངས་ཡིན་ན་ཡ་རྩིས་སྤྲོད་བྱེད་ཡ་ཡོད་ད་མ་འོངས་པ་ཡིན་ན་དཀྲོག་གཏམ་དེ་འདི་རིགས་དེ་འདྲ་མི་འདྲ་ཡོང་གི་རེད་བསམ་གི་འདུག་བ་དེ་འདྲའི་སོང་ཙམ་ཚང་མ་དོགས་ཟོན་བྱས་ནས་རེད་བ། ཅིག་སྐད་ཆ་ཅིག་བཤད་གི་ཡོད་ན་ལམ་སང་དེ་ལ་ཡིད་ཆུ་ཆག་ཆེ་ཆོག་ཆོག་མ་ཡིན་པ་ཆེ་རེད་བ། དེ་ཕར་ཚུར་བརྩད་གཅོད་བྱེད་དགོས་དེ་གལ་ཆེན་པོ་རེད་བསམ་གི་འདུག་རེད་བ།

ད་ལྟའི་ལ་ང་བར་གྱི་དེ་ལ་དེ་གི་ངེད་ཀྱི་ད་གཏམ་བཤད་དེ་བརྒྱུད་བསྐུར་བྱས་ཙང་ཨ་ནི་ང་ཡང་དེ་མཉམ་དུ་གྲོགས་པོ་མེད་འགྲོ་བྲལ་བ་མེད་འགྲོ་ལ་ནི་དེ་འདྲའི་མང་པོ་འདུག་ལ་སོགས་ལ་ད་ལྟའི་ག་ལ་གསལ་བཤད་ཅིག་བྱེད་ཐུབ་ན་ཡག་པོ་དཔེ་འདུག་ལ་སོགས་རོ། མི་འདི། ད་ལྟ་དྲ་རྒྱ་སྒང་ནས facebook སྒང་ནས་མཐོང་མྱོང་ཡོད་ད་དེ་འདྲའི་གི་མི་ཅིག་ཡིན་པ། རྩོད་རྙོག་ཅན་ད་ད་ཁྱོ་ག་བ་རུ་ལ་དཀྲུགས་ཤིང་ཞུ་རྒྱབ་དེ་ཉིད་མི་ཅིག་ཡིན་པ་ངས་ཧ་གོ་གི་ཡོད་རོ། དེ་འདྲའི་སོང་ཙང་ཁོ་སྒེར་ཐོག་ལ་འབྲེལ་བ་རྩ་བ་ཉིད་ནས་མེད་ངོ་ཤེས་ཀྱི་མེད་ངོ་ཐུག་མྱོང་བ་མེད་འབྲེལ་བ་རྩ་བ་ཉིད་ནས་མེད་ལ་ཡིན། ད་དེ་ག་རེ་ལེན་ད་དེང་སང་མི་ཚང་མ་གྲོང་པོ་བཞུགས་ཆགས་དེ་ཡོད། ད་ངེད་ཀྱི་ལངས་ཕྱོགས་དང་ད་ངེད་ཀྱི་ལྟ་གྲུབ་དང་དེ་ཚོའི་སྒང་ལ་ཁ་ཐུག་གི་ཚོ་སྐྱོན་བརྗོད་བྱེད་ཚིག་སྡུག་ཅག་བེད་སྤྱོད་བཏང་ནས་ཚོ་སྐྱོན་བརྗོད་བྱེད་ཡོང་དུས་ཙམ་པ་ད་གདོད་མའི་ནང་ལོགས་ལ་ང་ལ་ད་རྒྱབ་སྐྱོར་ཤུགས་ཆེར་འགྲོ་གི་ཡོད་བ་གི་དེ་ཧ་གོ་གི་ཡོད་རེད་དེ་འདྲས་སོང་ཙང་ད་སྐོར་ནི

རྩ་བ་གཉིས་ནས་མ་གནང་རོགས་ཞེས་ཞུ་ཡ་རོགས་ཨ་ནི་ངེད་ཀྱི་ད་གཏམ་བཤད་དེ་ཚོའི་འོག་ལ་མཆན་བྲིས་སྟངས་དེ་ང་ལ་མི་རྩོད་ཉོག་བྱས་དེ་འདྲས་ངེད་ཀྱི་ལྟ་གྲུབ་དང་རྒྱབ་འགལ་ཡིན་རྒྱུ་མི་དེ་འདྲས་ཀྱི་ད་ཚོ་དགའ་རྟགས་འབྲི་ཡ་འདྲ་བོ་དང་ད་མཆན་བྲིས་ཡ་འདྲ་བོ་དང་དེ་འདྲས་འདྲ་བོ་ཡིན་པས་ན་ཨ་ནི་དེ་འདྲས་རེ་རེ་རེ་རེ་བྱས་ནས་མ་ཚོ་ཡོང་ནས་གསལ་བཤད

དེ་བྱས་ནས་ད་ག་ནང་བཞིན་ད་དྲ་རྒྱ་གང་ལ་དེ་འདྲས་ཀྱི་མིང་མེད་རྒྱུག་གི་ད་དོན་མེད་ཀྱི་སྤྱི་འཐུས་བཅུ་གི་པར་སྦྱར་ནས་ད་ཐོ་དེ་དེ་འདྲས་ཀྱི་པར་རིས་དེ་འདྲས་ཟེར་ནས་ག་ས་ག་ལ་མང་པོ་ཅིག་བཀྲམས་བསྡད་ཀྱི་འདུག་བ། ད་དེ་ནང་བཞིན་དེ་གི་གང་ལ་མིང་མེད་རྒྱུག་དེ་འདྲས་འགྲོ་ན་ཡང་ཡིད་ཆེས་མ་གནང་རོགས་གྱིས་ཞུ་ཡ་ཡིན་འདུག་བ་གང་ཞིག་ལབ་ན་ད་དེ་ཚོ་ཡང་ད་ཆབ་སྲིད་ཀྱི་འགྲོ་སྟངས་གཅིག་རེད་བ་ད་འདུག་དེ་ནང་བཞིན་འཛུལ་ཞུགས་ཁྲིད་དེ་ཡོང་དུས་ད་གཞི་ནས་ཧ་གོ་གི་ཡོང་གི་འདུག་བ།

རྗེས་ལ་འགྲོ་ཡག་གི་ད་ལྟ་ཉེན་ཁ་ཚ་བོ་ཆགས་གོ་རེད་བསམ་གི་འདུག་ར་དེ་འདྲས་སོང་ཙང་མི་རེ་ངོ་རེ་གིས་ད་གྲོང་པོ་ཆེ་ནས་རྣམ་དཔྱོད་ཀྱི་རྩལ་དེ་བཏོན་ནས་ཐག་གཅོད་དགོས་དེ་ཧ་ཅང་གལ་ཆེན་པོ་རེད་ལབ་གི་ཡོད་རེད་བ། ད་དེ་ངས་དེ་རིང་གི་གསལ་བཤད་གཉིས་དེ་བྱས། ཨ་ནི་དེ་གི་རྗེས་ལ་ངེད་ཀྱིས་ད་སེམས་གཏམ་ལ་ན་མ་སོ་ཅིག་ཞུ་བས་ན། ད་ལྟ་ང་ཚོ་གི་གནས་སྟངས་འདི་དང་དུས་ཚོད་འདི་ཧ་ཅང་གི་རྫ་དྲག་ཆེན་པོ་རེད་ཆགས་བསྡད་ཡོད་རེད་བ། དེ་འདྲ་ཡིན་དུས་ད་ལྟ་རྒྱ་ནག་ལ་དེ་གི་ད་ལྟ་བར་དུ་བོད་ལ་གཞུང་བསྐྱངས་ནས་དམར་ཕྱོགས་གཞུང་དེ་གི་གཞུང་བསྐྱངས་ནས་ཨ་ནི་མི་དམངས་དེ་གི་མགོ་སྒུར་ནས་བསྡད་དགོས་ཡ་གི་གཙོ་བོ་དེ་ག་རེ་ཟེར་ན་དཔལ་འབྱོར་གི་ཡར་རྒྱས་ཤུགས་ཆེན་པོ་བཏང་ཡིན་ལག་གི་ཡོད་རེད་བ། ད་ཡིན་ན་དེང་སང་རྒྱ་ནང་གི་དཔལ་འབྱོར་དེ་ད་མང་པོ་ཞོ་ཅིག་ཤུབ་ཤུབ་པོ་ཞོ་ཅིག་མ་ལུག་འདུག་འདུག། སྐྱོ་བོ་ཞོ་ཅིག་ཆག་འདུག་འདུག་དེ་འདྲས་སོང་ཙང། ད་ཁོ་རང་ཚོ་ཕེ་གི་ཉེན་ཁ་ཚ་བོ་ཞོ་ཅིག་ལ་སླེབས་བསྡད་ཡོད་རེད་བ། ད་འདི་གི་སྐོར་ལ་ད་རྒྱ་ནག་གི་གཤོང་དེ་ལུག་ན། ང་ཚོ་གི་གར་བྱེད་ཁོ་རེ་ལ་སྲིད་ཇུས་དང་དེ་འདྲས་གང་ལ་ད་བགྲོ་གླེང་མང་པོ་ཅིག་བྱེད་ཀྱང་ཨ་རི་དང་ཕྱི་རྒྱལ་ཁག་ལ་མང་པོ་ཅིག་འགྲོ་བསྡད་ཤག་རེད་བ། ད་མཛའ་གྲགས་འདི་འདྲས་ཀྱི་མཛའ་གྲགས་ཀྱི་དུས་ཚོད་འདི་ལ་ད་ང་ཚོ་འདྲ་བོ་ཡིན་ན་ང་ཚོ་གི་ད། ད་མཁས་པ་དེ་འདྲས་མང་པོ་ཅིག་ད་ཚོགས་པ་བཟོ་གི་ཡིན་ན་རེད་གཞུང་སྒྲིག་སྒང་ནས་དེ་འདྲས་ཀྱི་ཉམས་ཞིབ་བྱེད་ཡ་ཅིག་ཡོད་རེད་བ། འདི་རང་སྒང་ལ་ཉམས་ཞིབ་བྱེད་ནས་ད་སྲིད་ཇུས་བཟོ་དགོས་དེ་ཧ་ཅང་གི་གལ་ཆེན་པོ་རེད་བ། དེ་འདྲས་ཅིག་མ་བཟོས་བས་ན། ད། ཧོབ་ཐང་ལ་རྒྱ་ནང་གི་གཞུང་དེ་སང་ཉིན་ལུགས་ཟིག་རེད། ཉི་མ་གཅིག་ཧོབ་སྟེང་ལ་བླུགས་དུས་ང་ཚོ་ག་ཕྱི་འདི་ཕྱི་ཧ་མ་གོ་ནས་ལྷ་ཡ། ཨ་ནི་དེ་འདྲས་ཀྱི་དུས་ཚོད་ནང་ལ་ད་གོ་སྐབས་ཟིན་མ་ཐུབ་ནས་ད་ཕངས་ནས། ད་དེ་གི་རྗེས་ལ་ཡང་བསྐྱར་གོ་བརྟན་པོ་ཅིག་བྱ་དུས་ཙམ་པ་ད་གོ་སྐབས་མང་པོ་ཅིག་ཤོར་བསྡད་པ་དང་གོ་སྐབས་འཇུས་མ་ཐུབ་པའི་སྟེང་གི་རྐྱེན་གྱིས་ད་ང་ཚོའི་མི་ཚེ་རེ་མི་རབས་རྗེས་མ་རེ་ད་ལོ་བརྒྱ་ཉིས་བརྒྱ་ད་དཔེ་ལྟར་བསྟེན་འདོད་ཡིན་སྲིད་གི་རེད་བ། བལ་དུ་འབྱོར་པ་དང་ཕངས་སེམས་ཅི་གང་ནས་བསྡད། དགོས་ཡག་གི་གནས་སྟངས་ཆགས་ཀྱི་རེད་བསམ་ནས་ང་འདི་ལ་ད་ང་འགྲོ་ཅིག་ན། འདི་འདྲའི་སྒང་ལ་བསམ་བློ་བཏང་ནས་ད་སྨྱོ་འགྲོ་བྱེད་ཀྱི་འདུག་བ། དེ་འདྲས་སོང་ཙང་འདི་འདྲིས་ཀྱི་སྒང་ལ་གལ་སྲིད་ང་ཡར་ཅིག་སླེབས་ཡིན་ན། དངོས་སུ་བོད་སྐད་ལ་རྒྱབ་ལོག་གིས་ཕར་འགྲོ་ནས་ད་གང་ལྟར་འདི་འདྲའི་སྒང་ལ་དཀའ་ལས་ཅིག་རྒྱབ་ནས་སྲིད་ཇུས་ཅིག་བཟོ་ཡ་ད་ད་འདི་འདྲས་ཀྱི། སྲིད་ཇུས་ག་འདྲས་བཏིང་དགོས་འདུག་ལ་ཡ་ད་ད་འདི་འདྲས་ཀྱི་ཕྱོགས་ལ་ག་འདྲས་བྱེད་འོ་འདུག་འདི་འདྲའི་སྒང་ལ་འབད་བརྩོན་ཡོད་ན་མེད་ན་བྱེད་ཀྱི་འདུག་བ། མ་འོངས་པ་གལ་སྲིད་གོ་སྐབས་དེ་འདྲས་འགྲུབ། ཅིག་བྱུང་བས་ན་གོ་སྐབས་ཏག་ཏག་འཇུས་ཐུབ་ཡག་གི་སྒང་ལ་ང་ཚོས་སྲིད་ཇུས་དང། ད་ལྟའི་མི་དམངས་མང་ཚོགས་ནང་ལོགས་ལ་ཕ། གསལ་བཤད་བཀྲམ་དགོས་ཡ་ཡོད་མ་རེད་ཁོ། རྒྱབ་ལོགས་ལ་གསང་བ་གང་ནས་བྱེད་ཡག་གི་ལས་ཀ་ཅིག་ཡིན་འདུག་ཙམ་པ་ད་དེ་འབྲེལ་གྱི་གྲ་སྒྲིག་ཨང་གསར་ཏག་ཏག་ཧོར་ལེ་ཐུབ་ཡག་གི་སྒང་ལ་དཀའ་ལས་ཡོད་ན་མེད་ན་རྒྱག་གི་འདུག་རྒྱག་གི་ཡིན་འགྲོ་བ། ད་དེ་འདྲའི་བསམ་བློ་བཏང་གི་འདུག་ཙམ་པ། སྨྱོ་སྒྲོ་བྱེད་ཀྱི་འདུག་རོ་བ་དངོས་གནས་ཧོར། དེ་རེད་ཨ་ནི། ད་ང་དང་འདྲ་སྤྱི་འཐུས་ལ་ལངས་དགོས་ཡ་འོས་མི་ལ་ལངས་དགོས་ཡ་གི་གཙོ་བོ་དེ་ད་དང་འདྲ་ཤེས་ཡོན་དང་སློབ་སྦྱོང་དང་ཨ་ནི། ལྷག་བསམ་སྒང་ལ་ལངས་གི་ཡོད་རེད་བ། ཨ་ནི་དེ་གི་སྒང་ལ་ད་ངེད་ཀྱིས་ད་བསམ་བློ་མང་པོ་བཏང་ནས་ཨ་ནི་ད་འདྲ་ད་ཆ་ཤེས་དེ་འདྲའི་གསར་བ་དེ་འདྲའི་མང་པོ་ཞུ་ཅིག་ཁེལ་ཡོང་གི་ཡོད་རེད་བ་ཆ་ཤི། ད་ག་ས་ལངས་ཡ་གཅིག་པུ་མ་ཡིན་པ་ཁོ་ཆ་ཤི་རྡོག་རྡོག་བྱས་ནས་ཁེལ་ནས་ཡོང་ཡ་ཡོད་རྒྱུ་ད་ང་ཚོ་གི་དཔེ་ཤ་ན་ཆབ་སྲིད་ཀྱི་འཐབ་རྩོད་དེ་ཡར་རྒྱས་ཤུགས་ཆེར་ག་འདྲས་བཏང་གི་ཡིན་པའི་ལབ་ནས། དེའི་སྒང་ལ་དཔལ་དུ་བསམ་བློ་གསར་བ་གསར་རྐྱང་འཁྱེར་ནས་ཡོང་ཡོད་རེད་བ། ད་གང་ལྟར། དེ་འདྲའི་དགྲ་བོ་གཅིག་གི་བསམ་བློ་གསར་བ་གཅིག་སྒང་ལ་མ་འགྲོ་བ་ཡིན་ན། ཨ་ནི་ང་ཚོ་ད་ལྟ་ཡིན་ན་ལོ་ལྔ་བཅུ་དྲུག་ཅུ་བརྒྱ་ག་འདས་ན་དེ་དེའི་བར་དུ་ང་ཚོའི་གཞུང་ཡང་བསྡད་ཀྱི་ཡོད་ན་མེད་ན་ཧ་གོ་གི་མི་འདུག་རེད་བ། ད་ང་ཚོ་གི། ད་དེའི་སྒང་ལ་ངས་ཡང་དམངས་གཙོ་སྲ་བརྟན་བཟོ་ཡ་དང་སྒྲིག་འཛུགས་སྲ་བརྟན་བཟོ་ཡ་བརྗོད་ཡོད་ར་དེའི་སྒང་ལ་མང་པོ་ཞིག་ལབ་ཡོད་རེད་བ། དེ་འདྲའི་སྒང་ལ་འབད་བརྩོན་མ་བྱས་བས་ན། ད་ང་ཚོ་གི་ཆབ་སྲིད་འདི། གི་འཐབ་རྩོད་དེ་ཤུགས་ཆེ་རུ་བཏང་ཡག་གི་ལང་ཀ་གསར་བ་མ་འཚལ་བའི་ཡིན་ན། ཚེ་དགུ་གུ་དུ་བ་མ་འཚལ་བའི་ཡིན་ན། ཨ་ནི་ང་ཚོ་ད་ལྟ་ད་རང་ཕྱི་ནས་མར་འགྲོ་གི་རུ་བ། ཨ་ནི་བོད་ནང་ལོ་ལ་རྒྱ་ནག་གི་སྲིད་ཇུས་ཁྲག་པོ་དེ་ཚོ་འགྱུར་བ་བཏང་ཡག་དེ་འདྲས་གི་ཐད་སྐར་གི་གནོན་ཤུགས་དེ་ལས་མཐོ་བ་མི་འདུག་བ། དེ་བྱས་ཨ་ནི་ད་ག་ནང་བཞིན་གི་ད་ལྟ་ལ་ནང་བཞིན་དམངས་གཙོ་གི་སྒྲིག་འཛུགས་དེ་སྲ་བརྟན་བཟོ་ཡག་བཟོ་ཡག་གང་ལ་ངེས་ཀྱི་སྒྲོམ་གཞི་ཞུ་བ་གཅིག་ཆེན་པོ་དེ་དེ་རྒྱ་ཆེན་པོ་འགྱུར་བ་བཏང་ཡག་གསར་བརྗེ་དེ་དེ་རྩ་བ་ཉིད་ནས་ལག་གི་ཡོད་མ་རེད་ངས་བོད་སྐད་ལ་འགྱུར་བ་ཆུན་ཆུན་དེ་དེ་བལྟ་བས་ཤེས་ན། སྤྱི་བཏུལ་གྱི་གྲུབ་ཆ་གང་ལ་འགྱུར་བ་ཅིག་བཏང་ཡང་འདྲ་བོ་ལྟ། དེ་འདྲའི་ཆུ་འཛུལ་ཅིག་བྱས་པ་ཡིན་ན། ཁོས་ང་ཚོའི་སྤྱི་ཚོགས་ནང་ལོག་གི་དཀའ་ངལ་མང་ཆེ་བ་ཚང་མ་བསལ་ཐུབ་འགྲོ་བ། ད། སྤྱི་བཏུལ་གྱི་གྲུབ་ཆ་གི་ཡོང་སྟངས་གང་ནི་ད་ང་ཚོའི་བོད་མི་རིགས་འདི་བརྒྱ་ཆ་དགུ་བཅུ་གོ་དགུ་དང་ཚ་དགུ་ཚང་མ་ནང་བསྟན་གྱི་ནང་པ་སངས་རྒྱས་པ་ཡིན་ཙང། ད་ལྟའི་ང་ཚོ་གི་ནང་པ་སངས་རྒྱས་པ་གི་ཆོས་ལུགས་དེ་ད་ང་ཚོ་གི་རིག་གཞུང་གི་ད་རྩ་བ་འདྲོགས་ཆགས་དེ་ཡོད་དུས་ཙམ་པ་ད་རིག་གཞུང་དེ་དང་ད་ང་ཚོ་ནང་པ་སངས་རྒྱས་པ་གི་ཆོས་དང་དགེ་ལྡན་གི་སྡེ་འདི་ལ་ང་ཚོ་གི་ཆེ་མཐོང་གི་འཇོན་ནུས་དེ་ཡོང་དགོས་ཧ་ཅང་གལ་ཆེན་པོར་བ། ད་དེ་ཡོང་ཡག་གི་ཆེད་དུ། ད་ངེད་ཀྱི་དེ་སྤྱི་འཐུས་ཀྱི་གྲུབ་ཆ་དང་དེ་འབྲེལ་གང་ལ་འགྱུར་བ་གཏང་དགོས་འདུག་ལ་དེ་ངེད་ལབ་ཀྱི་ཡོད་རེད་བ། ད་ངེད་སྐད་ཆ་བཤད་གྲུབ་ཆ་དང་དེ་འབྲེལ་གང་ལ་སྐད་ཆ་བཤད་དུས་འཛུམ་མང་པོ་ཅིག་གིས་ལམ་སང་བོད་ཀྱི་ཆོལ་ཁ་གི་ཐེན་ཅིན་དང། ད་ཕྱོགས་ཞེན་དང་དེ་འབྲེལ་གང་ལ་སྐད་ཆ་བཤད་ཀྱི་འདུག་བསམ་ཉིན་དེ་ནས་ཡོང་གི་རེད་བ། དེ་འདྲས་སོང་ཙང་དེ་རྩ་བ་ཉིན་ནས་མ་རེད་ངེད་ལ་ཡག་གི་སྐད་ཆ་དེ་ཚོ་ལ་ཡག་པོ་ཅིག་སེམས་པ་ཡིན་ན་ཆོལ་ཁ་གི་འཐེན་འཁྱེར་འགའ་ལ་སྐད་ཆ་རྩ་བ་ཉིད་ནས་བཤད་ཀྱི་མེད་དེ་འདྲའི་འཐེན་འཁྱེར་ཡོད་ཉེས་དེ་འདྲ་ཞིག་རྩ་བ་ཉིད་ནས་མེད་རེད་བ། ད་ཡིན་ན། དེ་འདྲས་ཀྱི་ང་ཚོས་དཀའ་ངལ་མང་པོ་ཅིག་ད་ལྟ་སྤྱི་འཐུས་ཀྱི་གྲུབ་ཆ་སྟེགས་ཀྱི་སྒང་ནས་ཡོང་གི་ཡོད་པས་ན་ད་དེ་ཚོ་སེལ་ཡ་ཆེད་དུ། ལམ་ཀ་གཅིག་ཡོད་པས་ན་ད་ལམ་ཀ་དེ་བཏོན་པས་ན་དེ་སྒང་ལ་སྐད་ཆ་བཤད་པས་ན། ཆོལ་ཁ་གང་རུང་ཅིག་ལ་ཅིག་གནོད་ཀྱི་ཡོད་པས་ན། ཆོལ་ཁ་གང་གཙང་སྦྲ་རེང་ཆོལ་ཁ་གང་རོང་གཅིག་གི་མི་མང་པོ་ཅིག་ལ་གནོད་གི་ཡོད་པའི་ན་ད་དེའི་རྐྱེན་གྱིས་དེ་དཀའ་ངལ་དེ་ཕར་བས་ནས་ཤ་ཡ་དེ་འདྲས་མར་བ་དེ་འདྲས་ཤ་བས་ན་ང་ཚོའི་དཀའ་ངལ་དེ་ཆེ་རུ་ཆེ་རུ་འགྲོ་བས་འདྲས་ཆོང་འགྲུག་མར་བ། ད་མི་ཁ་ཤས་ཅིག་ལ་གནོད་གི་ཡོད་པའི་ན་ད་གོ་ད་དཀའ་ངལ་ང་ཚོའི་སྤྱི་ཚོ་ཁྱོན་ཡོངས་ཀྱི་དཀའ་ངལ་ཤུགས་ཆེན་པོ་མང་པོ་ཅིག་སེལ་གི་ཡོད་པའི་ན་ད་དེ་ཤེས་དགོར་བ། དེ་བཤད་ངོར་མ་དེ་སྦས་ནས་བལྟས་ན་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད། མ་ད་ད་ག་ནང་བཞིན་ཡིན་ངེས་ཀྱི་ཆ་ཤས་ནང་ལུགས་ལ་ལྟ་ཁྲིམས་སྒྲིག་དེ་ཚོ་ལ་འགྱུར་བ་ག་རེ་གཏང་དགོས་ལོ་ག་དེ་ཚོའི་ནང་ལུགས་ལ་སྐྱོན་ག་སྐྱོན་ཆ་ག་རེ་དགོས་ཚང་མ་བྱས་ཨ་ནི་ད་ག་ནང་བཞིན་དཔལ་འབྱོར་གྱི་བསམ་བློ་བྱས་ཨ་ནི་ཤེས་ཡོན་གང་ལ་ག་རེ་བྱེད་ཀྱི་འདུག་ཨ་ནི་ང་ཚོའི་མི་འབོར་འཕེལ་རྒྱས་ག་འདྲས་གཏང་དགོས་འདུག་ད་ང་ཚོའི་བཙན་བྱོལ་ནང་ལ་དགོན་པ་སྟོང་པ་ཆགས་འགྲོ་གི་འོར་བླ་བྲ་སྟོང་པ་ཆགས་འགྲོ་གི་འོར་མང་པོ་ཅིག་སྲུང་གི་འོར་བ་ད་མི་འབོར་འཕེལ་རྒྱས་དགོས་གི་འོར་བ་དངོས་གནས་བོད་སྐད་ཀྱི་ཁ་ཡོད་ལག་ཡོད་ཀྱི་སྲིད་བྱུས་ག་འདྲས་ཅིག་ཟིན་པ་ཡིན་ན། ཨ་ནི་མི་འབོར་འཕེལ་རྒྱས་ཡོང་ས་རེད་ལ་ཡ་ཅིག་ཡོད་ལ་དེ་འདྲའི་སྒང་ལ་ངས་བསམ་འཆར་བཏོན་ཡོད་པ་དག་ནང་བཞིན་ང་ཚོ་བོད་མི་རིགས་འདི་མདུན་བསྐྱོད་ད་དེང་དུས་སུ་ག་འདྲས་སུ་འགྲོ་གི་ཡིན་པའི་ལ་ཡ་ཅིག་ཡོད་བ Modernization ད་ང་ཚོའི་ཕྱིའི་དངུལ་དངོས་དང་དཔལ་འབྱོར་འདི་ཚོ་ཡར་རྒྱས་གཏང་དགོས་ཀྱི་ཡོད་བ། མ་གཏང་ན་ཡོང་གི་མ་ར་དེ་འདྲས་མ་གཏང་པས་ན་མི་ཚང་མ་མི་མང་ཚང་མ་བྲོས་འགྲོ་གི་ར་ད་ནི། ད་དེ་འདྲས་ཀྱི་མཐུན་རྐྱེན་ཡག་པོ་ཡོད་ས་ཀྱི་རྒྱལ་ཁབ་མང་པོ་ལ་བྲོས་འགྲོ་གི་འདུག་བ། ང་ཚོ་མིག་ཐོག་ལག་སེམས་རེད་བ་ད་དེ་འདྲས་གང་ལ་ཡར་རྒྱས་གཏང་དགོས་ཀྱི་ཡོད་བ། བྱེད་དགོས་ཀྱི་ཡོད་ན་དེ་གང་ལ་ཆ་ཤས་ཅིག་ཁེལ་ནས་ཡོང་དགོས་ཀྱི་ཡོད་བ། ད་དེ་འདྲས་སོང་ཙང་ངེད་ཀྱིས། ཆ་ཤས་མང་པོ་ཅིག་ཁེལ་ནས་ད་ང་འཛིན་སྐྱོང་གནང་ལ་མ་རེད་སྤྱི་འཐུས་ལང་གི་ཡོད་དུས་ད་བ་ངེད་དེ་ཁ་ཐུག་ཕར་འགྲོ་དེ་ངེད་ལག་བསྟར་བྱེད་ཀྱི་ཡིན་ལབ་ཀྱི་ཡོད་མ་རེད་ཡིན་ན་སྡིངས་ཆ་དེ་འདྲས་ཅིག་རག་བས་ན་ངེད་དེ་ལ་འབད་བརྩོན་བྱས་བས་ན། ཤུགས་རྒྱག་བས་ན་ནུས་ཤུགས་ཆེ་ར་ཐོན་གི་ཡོད་བ། དེ་འདྲས་སོང་ཙང་ད་ང་ཚོས་ཕར་ཚུར་དོ་སྣང་བྱེད་དུས་འདུག་པ་ད་གང་ལྟར་ཤེས་ཡོན་ད་རིགས་འདྲ་མིན་ལ་ད་ལྟ་རྒྱུས་ལོན་ཡོད་ནུས་ཤེས་ཡོན་ཡོད་ནུས་མི་གཅིག་ཡ་ལེ་ཁུག་འདུག་ཨ། ད་ག་ནང་བཞིན་སྐད་ཡིག་མང་པོ་ཞིག་ཤེས་དགོས་བ་རེད་ད་དེ་ཚོ་ད་ག་ཟེར་ཤེས་རྒྱུ་ད་ཅག་ཅིག་དེ་འདྲས་མ་ཡིན་པ། བོད་དང་ཕི་གི་ལ་ཚད་གང་ལགས་ཙམ་མཐོ་བོ་ཡོད་རྒྱུ་གི་དེ་ད་བོད་ཡིག་ཆད་ཨིན་ཇིའི་ཆད་རྒྱ་ཡིག་གསུམ་གི་ལ་ད་ང་ག་ལ་དགོས་ད་ང་ག་རེ་བྱེད་དགོས་ད་དཀའ་ངལ་མེད་རོ་ད་དེ་འདྲའི་རོགས་ཅིག་ཡ་ཡོང་དགོས་ཡ་དེ་ངས་ཧ་ཅང་གལ་ཆེན་པོ་མཐོང་གི་འདུག་བ་ད་འདི་ད་དེ་ངས་སྐད་ཆ་མང་པོ་ཞུ་བ་ཅིག་བཤད་རེད་ད། ཅོག་ཙེའི་མདུན་ལ་བསྡད་ནས་ད་དེ་འདྲའི་སྐད་ཆ་རང་བཤད་དེ་ལ་མིག་ལ་ལྟ་དུས་ཙམ་པ་ཁོ་མཛེ་བོ་ཞེ་བོ་ཟིག་ཡོད་མ་རེད་འགུལ་སྐྱོད་མ་བརྒྱབ་ནས་ད་རང་བཤད་བསྡད་ཀྱི་ཡོད་རེད་ད་ཡིན་ན་དེ་འཛུགས་ཀྱི་ནང་ལ་ཡག་པོ་ཅིག་གསན་ནས་རེད་ད་མང་ཚོགས་ད་ཁ་ཡོད་མ་རེད་སྙིང་རྗེ་ད་འཚོ་བ་ཅེས་པའི་ཕར་ཚུར་ཅིག་རྒྱུག་དགོས་ཀྱི་ཡོད་དུས་ཙམ་པ་དུས་ཚོད་རག་གི་ཡོད་མ་རེད་ཡིན་ན་སློབ་སྦྱོང་ཡུལ་ཉེས་དེ་ཚོ་འདྲ་བོ་ཅིག་ཡིན་དུས་ན་དེ་ཚོ་ཚང་མ་ཅིག་གསན་ནས་ད་སྤྱི་ཚོགས་ཚང་མ་འགྲོ་སྟངས་དེ་རེད་མི་དམངས་ལ་སློབ་སྦྱོང་སྤྲད་ཉིན་དེ། ད་ཡི་གེ་སློབ་སྦྱོང་ཡུལ་ནི་ད་ད་ཚགས་པར་གསར་འགྱུར་རེད་དེ་ཚོ་གི་མི་སྣ་དེ་ཚོ་གི་ད་བེའི་ནང་ལོགས་ལ་ལྟ་ནས་ཞིབ་འཇུག་བྱེད་ཉན་བ་དེ་འདྲས་བྱེད་ནས་ཨ་ནི་མ་མི་དམངས་ནང་ལོགས་ལ་གོ་རྟོགས་སྤེལ་སྤེལ་ཡ་དེ་དེ་འདྲས་བྱེད་དགོས་རོགས་ཨ་ད་ང་ཚོའི་སྤྱི་ཚོགས་ནང་ལ་ད་དེ་འདྲས་བྱེད་ར་ཡོང་ཐུབ་པོ་མི་འདུག་བ། དེ་འདྲས་ཡིན་དུས་ཙམ་པ་ད་གང་ལྟར་འོས་ཤོག་བླུགས་དུས་ཙམ་པ་ད་ངས་དེ་སྒང་ལ་ལ་བ་ནང་བཞིན་དཀྲོག་གཏམ་འདྲ་མི་འདྲ་རེད་ཨ་ནི་པར་རིས་དེ་འདྲའི་འདྲ་མི་འདྲ་ཟེར་ནས་མིང་མི་རྙེད་པར་རིས་དེ་འདྲའི་སུའི་རེད་འདྲ་རེད་དེ་འདྲའི་གི་རིགས་ལ་རྩ་བ་ཉིད་ནས་མ་ལྟ་རོགས་གྱིས་ཞུ་ཡ་ཡིན་བ། སོ་སོ་གི་རྣམ་དཔྱོད་དེ་བེད་སྤྱོད་བཏང་ནས་ད་དྲང་པོ་ཅིག་མ་བྱས་པ་ཡིན་ན་ད་ང་ཚོའི་དམངས་གཙོ་གི་འོག་ལ་ད་རྩ་ཆེ་ཤོས་ཀྱི་ད་ཐོབ་ཐང་ཡིན་ན་རེད་འགན་ཡིན་ན་རེད་འདི་ཆུད་ཟོས་སུ་འགྲོ་གི་ཡོད་རེད་བ་དེ་འདྲས་སོང་ཙང་ད་དེ་ཧ་ཅང་གི་ཕངས་པོ་རེད་བ། འོ་ལགས་སོ་ཨ་ནི་ཐོབ་བྱས་ཆེ།